དེ་ནས་ཀུན་རྫོབ་འཇིག་རྟེན་གཞན་དག་རྗེས་སུ་བརྗོད་ཅེས་གསུངས་པ་རེད། ཚིག་རྐང་འདི་གཅིག་གི་དོན་དག་ཡིན་ན་ང་ཚོས་འདིའི་སྒང་དུ་ཡང་མང་པོ་ཅིག་བཤད་ཟིན་པ་རེད་འོ་མ་དལ་འགྱུར་བའི་ལུགས་ལ་ཀུན་རྫོབ་དང་དོན་དམ་གྱི་རྣམ་གཞག་ལ་སོགས་པ། གང་ལྟར་འཁོར་འདས་གཉིས་ཀྱིས་བསྡུས་པའི་ཆོས་ཐམས་ཅད་དེ་གཞན་གྲགས་ཀྱིས་རྗེས་སུ་བརྗོད་པ། འཇིག་རྟེན་གྲགས་ཚོགས་ལ་བསྟུན་པའམ་ཡང་ན་གཞན་དངོས་ལ་བཞག་པ་ཙམ་མ་གཏོགས་རང་ལུགས་ལ་ཁས་ལེན་ཡོད་པ་མ་རེད་ཟེར་བ་དེ་བཤད་ཀྱི་ཡོད་པ་རེད། དེ་ཡང་ཀུན་རྫོབ་ངེས་འབྱེད་ཆོས་ཅན་སྤྱིའི་རྣམ་གཞག་ནི་ཕྱི་རོལ་བ་ལྟར་རྟག་ཆད་དུ་ལྟ་བ་དང་ཕྱི་མདོ་གཉིས་ལྟར་རྡུལ་ཕྲན་ཆ་མེད་འདོད་པ། སེམས་ཙམ་པ་ལྟར་གཉིས་སྟོང་ཞེས་པ་བདེན་གྲུབ་འདོད་པ་སོགས་གྲུབ་མཐའི་སྐྱོན་རྣམས་བདེན་པ་མ་ཡིན་པ། དེ་ག་རེ་བཤད་ཀྱི་ཡོད་པ་རེད་ལབ་ན་ཐ་འགྱུར་བའི་ལུགས་ལ་ཀུན་རྫོབ་ཀྱི་ཆོས་སམ་ཡང་ན་འཁོར་འདས་གཉིས་ཀྱི་རྣམ་གཞག་འདི་དག་བཞག་པ་དེའི་ཚེ་ན། འཇིག་རྟེན་ལ་ཇི་ལྟར་བསྒྲགས་པ་དེ་ལྟར་དུ་བཞག་པ་རེད་མ་གཏོགས་རྟགས་བྱང་བཤད་ནས་བཞག་གི་མ་རེད། རྟགས་བྱང་བཤད་ནས་བཞག་ན་ག་འདྲ་ཆགས་ཀ་རེད་ལབ་ན་དཔེར་ན་ཕྱི་རོལ་བ་རྣམས་ཀྱིས་ལས་དགེ་སྡུག་དང་རྒྱུ་འབྲས་ཀྱི་རྣམ་གཞག་དེ་བཞག་པའི་ཚེ་ན། ལས་དགེ་སྡུག་ཐམས་ཅད་དཀོན་མཆོག་གིས་བཟོས་པ་རེད་ཟེར་བ་ལ་སོགས་པའི་རྟགས་དག་དང། དེ་ནས་ལས་ལས་རྒྱུ་འབྲས་དང་སྐྱེ་བ་སྔ་ཕྱི་ཡོད་པ་མ་རེད་ཟེར་བ་གྱི་ཁྱད་པར་ལྟ་བ་དང། དེ་ནས་བྱེ་བྲག་སྨྲ་བ་དང་མདོ་སྡེ་བ་གཉིས་ཀྱིས་ཕྱི་རོལ་གྱི་ཡུལ་འདི་དག་རྡུལ་ཕྲན་ཆད་མེད་ལས་བརྩམས་ནས་རགས་པ་སྤྲོས་པ་རེད་ཟེར་བ་དང་སེམས་ཙམ་པ་གིས་ལས་རྒྱུ་འབྲས་ཀྱི་རྣམ་གཞག་འཇོག་པའི་ཆེད་དུ་གཉིས་སྟོང་གི་ཞེས་པ་དེ་བདེན་པར་སྤྲོས་པར་འདོད་པ་ལ་སོགས་པ་འདི་དག་ཐམས་ཅད་ཀུན་རྫོབ་ཀྱི་རྣམ་གཞག་འཇོག་པ་དེའི་ཚེ་ན་རྟགས་ཀྱང་བཤད་ནས་བཞག་པ་ཡིན་ཙང་གྲུབ་མཐའ་དེ་དག་རྣམས་ལ་སྐྱོན་དང་ལྡན་པ་ཡིན། ཐ་འགྱུར་བ་དེ་འདྲ་བའི་སྐྱོན་དང་ལྡན་པ་མ་ཡིན་སྲིད། འོ་ན་ཐ་འགྱུར་བ་གའི་ཆོས་རྣམས་ཀྱི་རྣམ་གཞག་འཇོག་ཚུལ་དེ་ག་འདྲ་ཡོད་པ་རེད་ལབ་ན་འཇིག་རྟེན་ལ་གྲགས་པའི་མཚན་མ་དང་མཚན་མོའི་ཡང་ལོག་བདེན་འཛིན་སོགས་གཞན་གྲགས་ཀྱི་རྗེས་སུ་བརྗོད་པ་ཙམ་མཛད་དོ། གཞན་གྲགས་ཀྱི་རྗེས་སུ་བརྗོད་པ་ལབ་དེ་གང་ལ་འཇིག་རྟེན་ལ་ཇི་ལྟར་གྲགས་པ་དེ་ལྟར་དུ་བརྗོད་པ་ཙམ་མ་གཏོགས་རང་ལུགས་ལ་ཁས་ལེན་གང་ཡོད་པ་མ་རེད་ཟེར་བ། དོན་ལ་དེ་གསུང་གི་ཡོད་པ་རེད། དེ་ནས་དོན་དམ་ཆོས་ཀྱི་བདག་མེད་གཏན་ཚིགས་ལྔ་གང་ཟག་བདག་མེད་རྣམ་འདྲེན་རིག་པའི་གྲུབ་ཅེས་གསུངས་པ་རེད། འདིའི་སྐབས་སུ་གཙོ་བོ་དེ་ང་ཚོ་འདིར་སྔོན་ལ་བཤད་ཟིན་པའི། ནི་བདག་ཅེས་འགོག་པ་ལ་སོགས་པའི་བདེན་མེད་བསྒྲུབ་བྱེད་ཀྱི་རིགས་པ་ལྔ་དང། ད་ནི་འདིའི་སྐབས་སུ་འམ་ཡང་ན་དབུ་མ་འཇུག་པའི་སྐབས་སུ་བསྟན་པའི། གང་ཟག་བདག་མེད་བསྒྲུབ་བྱེད་ཀྱི་རིགས་པ་གཅིག་བྱས་ནས་རིགས་པ་དྲུག་གི་རྣམ་གཞག་དེ་གསུང་གི་ཡོད་པ་དེ་འདྲ་ཞིག་རེད། ད་ནི་དོན་དམ་བདེན་པ་ངེས་བྱེད་ཀྱི་མཚན་མའི་ངོ་བོ་ནི་བསམ་བྱུང་ཁྱད་པར་ཅན་རིག་བྱེད་རྗེས་དཔག་ཡིན་ལ། དེའང་གཏན་ཚིགས་ལ་བརྟེན་ཅིང་དེ་ལ་གསལ་བའི་དབྱེ་བ་མང་ཡང་རིགས་བསྡུ་ན་ཐམས་ཅད་ཀྱང་དོན་ལ་དགག་བྱ་བདེན་པ་འགོག་པའི་དགག་རྟགས་ཁོ་ནར་ངེས་པའི་ཕྱིར། འོ་དེ་འདྲ་ཅིག་གསུངས་འདུག་འདི་སྐབས་སུ་ག་རེ་ཟེར་གྱི་ཡོད་པ་རེད་ལབ་ན། ང་རང་ཚོ་སྟོང་པ་ཉིད་རྟོགས་མ་མྱོང་པའི་གང་ཟག་ཅིག་གིས། ཨ་ནི་སྟོང་པ་ཉིད་སྟོན་པའི་གཞུང་ལ་ཐོས་བསམ་སྒོམ་གསུམ་ལ་སོགས་པ་བྱས་ནས་རིམ་གྱིས་སྟོང་ཉིད་རྟོགས་པ་ཡིན་ན་ཐོག་དང་པོར་སྟོང་ཉིད་རྟོགས་པའི་བློ་དེ་རིག་བྱེད་རྗེས་དཔག་ཟེར་བ་དེ་རེད། རིག་བྱེད་རྗེས་དཔག་ཟེར་ན་མ་ཟེར་ན་རྟགས་ལ་བརྟེན་ནས་ཡང་ན་རྒྱུ་མཚན་ལ་བརྟེན་ནས་བྱུང་བའི་བློ་གཅིག་ལ་རྗེས་དཔག་ཟེར་གྱི་ཡོད་པ་རེད། ཡིན་ཙང་རྗེས་དཔག་ཟེར་བ་དེ་ཐོག་མ་སྐྱེ་བ་ལ་རྒྱུ་མཚན་ཡང་དག་པ་ཞིག་ལ་བརྟེན་ནས་སྐྱེ་དགོས་ཀྱི་ཡོད་པ་རེད། ཡན་ཙང་དེ་འདྲ་བའི་རྒྱུ་མཚན་རྣམས་ཡང་ན་གཏན་ཚིགས་དེ་ལ་གསལ་བའི་དབྱེ་བ་མང་ཡང་སྲིད། གསལ་བའི་གསལ་བའི་དབྱེ་བ་ཟེར་བ་འདི་བྱེ་བྲག་ཟེར་གྱི་ཡོད་པ་རེད། ཨ་ནི་གཏན་ཚིགས་ཀྱི་བྱེ་བྲག་ལ་དབྱེ་བ་མང་པོ་ཅིག་ཡོད་པ་རེད། ཡིན་ན་ཡང་རིགས་བསྡུ་ན་ཐམས་ཅད་ཀྱང་དོན་ལ་དགག་བྱ་བདེན་པ་འགོག་པའི་དགག་རྟགས་ཁོ་ནར་ངེས་པའི་ཕྱིར། དེའི་སྐབས་སུ་གར་བྱེད་ཀྱི་ཡོད་པ་རེད་ལབ་ན་བདེན་པའི་སྒྲུབ་བྱེད་ཀྱི་རིགས་པ་དེ་ལ་དགག་རྟགས་དགོས་པ་རེད། དགག་རྟགས་ཟེར་ན་ག་རེ་ལ་གོ་རེ་ཟེར་ན་སྒྲུབ་བྱེད་ཆུའི་དགག་པ་ཡིན་པ། དགག་པ་གི་འགྲོ་སྟངས་ང་ཚོ་འདི་སྔོན་ལ་ཡང་ཅུང་ཙམ་ཅུང་ཙམ་བཤད་ཟིན་པ་རེད། ནི་ཆོས་རྣམས་ལ་སྒྲུབ་པ་དང་དགག་པ་གཉིས་ཡོད་པ་རེད་དཔེར་ན་བུམ་པ་ཟེར་བ་གཟུགས་ཟེར་བ་དེ་འདྲ་ཡིན་ན་སྒྲུབ་པ་ཟེར་གྱི་ཡོད་པ་རེད། ད་ནི་དགག་པ་ཟེར་ན་དཔེར་ན་འདུས་མ་བྱས་ཀྱི་ནམ་མཁའ་ཟེར་བ་ལྟ་བུ་བུམ་པ་མ་ཡིན་པའི་ག་བ་ཟེར་བ་མོ་དེ་འདྲ་བ་ཡིན་ན་དགག་པ་རེད་དེའི་ནང་གི་དཔེར་ན་འདུས་མ་བྱས་ཀྱི་ནམ་མཁའ་ཟེར་བ་ལྟ་བུ་ཡིན་ན་མེད་དགག་རེད་བུམ་པ་མ་ཡིན་པའི་ག་བ་ཟེར་བ་ལྟ་བུ་ཡིན་ན་མ་ཡིན་དགག་ཆགས་དག་ཡོད་པ་རེད་གང་ལྟར་དགག་པ་ཟེར་བ་དེ་ལ། གང་འདྲ་ཅིག་དགོས་པ་རེད་ལབ་ན་རང་གིས་དགག་བྱ་ཅིག་བཀག་ནས་ཡུལ་དུ་བྱེད་ཐུབ་པ། རང་གིས་དགག་བྱ་ཅིག་བཀག་ནས་ཧ་གོ་ཐུབ་པ་དེ་འདྲ་ཅིག་ལ་དགག་པ་ཟེར་གྱི་ཡོད་པ་རེད། དཔེར་ན་འདུག་མ་བྱས་ཀྱི་ནམ་མཁའ་ལབ་སྟེ་ཐོགས་པ་དང་རགས་པ་བཀག་པའི་སྟོང་པ་ཙམ་ལ་ནམ་མཁའ་ཟེར་གྱི་ཡོད་པ་རེད། དེ་ལ་མེད་དགག་དེ་ལྟ་བུ་ཡིན་ན་མེད་དགག་རེད། ཡིན་ཙང་བདེན་མེད་སྒྲུབ་བྱེད་ཀྱི་རིགས་པའི་སྒྲུབ་བྱེད་ཆོས་དེ་ལ་དགག་པ་ཅིག་དགོས་པ་རེད་ཟེར་བ་དེ་འདྲ་ཅིག་གསུང་གི་ཡོད་པ་རེད། དཔེར་ན་སྒྱུ་མ་ལྟ་བུ་ཡིན་ཏེ་རྟེན་འབྲེལ་ཡིན་པའི་ཞལ་ཞེས་པ་ཡང་དངོས་བསྟན་སྒྲུབ་རྟགས་ལྟར་སྣང་ཡང་དོན་དམ་ངེས་བྱེད་དུ་མི་འགྲོ་ཞིང་བསྒྲུབ་བྱར་བཟུང་ཚུལ་ནི་བདེན་སྟོང་ཉིད་ཡིན་ནོ་ཞེས་དེ་འདྲ་ཅིག་གསུངས་འདུག་འདིའི་སྐབས་སུ་ག་རེ་བྱེད་ཀྱི་ཡོད་པ་རེད་ལབ་ན་དཔེར་ན་དངོས་པོ་རྣམས་ཆོས་ཅན་སྒྱུ་མ་ལྟ་བུ་ཡིན་ཏེ་རྟེན་འབྲེལ་ཡིན་པའི་ཞལ་ཞེས་པའི་དེ་འདྲ་གི་རྟགས་གཅིག་ལ་མཚོན་པ་ཡིན་ན་དེ་འདྲ་བའི་རྒྱུ་མཚན་གོ་བའི་གང་ཟག་དེ་གིས་ཁོ་རང་གིས་ཤེས་འདོད་པ་ཁོ་རང་གིས་བསྒྲུབ་འདོད་པ་དེ་དངོས་པོ་རྣམས་བདེན་མི་སྒྲུབ་འདོད་ཀྱི་ཡོད་པ་ཡིན་ཙང། ཨ་ནི་གོས་ཚོད་ལ་རྒྱུ་མ་དེ་གོས་པ་རེད་དེ་གསུང་ཚུལ་གྱི་བསྒྲུབ་བྱ་དེ་བདེན་སྟོང་རེད། བདེན་སྟོང་ལབ་ན་དགག་པའི་ཆོས་རེད་འདུག་བདེན་པར་གྲུབ་པའི་སྟོང་པ་ལབ་དུས་བདེན་པར་གྲུབ་པ་བཀག་ཙམ་བཞག་གི་ཡོད་པ་རེད་བ། ཡིན་ཙང། གོས་ཚོད་ལ་དངོས་པོ་རྣམས་ཆོས་ཅན་སྒྱུ་མ་ལྟ་བུ་ཡིན་ཏེ་རྟེན་འབྲེལ་ཡིན་པའི་ཕྱིར་ཞེས་གོས་པ་རེད་དེ་དོན་ལ་ཁོ་རང་གིས་སྒྲུབ་འདོད་པ་དེ་དངོས་པོ་རྣམས་ཆོས་ཅན་བདེན་པའི་སྟོང་སྟེ་རྟེན་འབྲེལ་ཡིན་པའི་ཕྱིར་ཟེར་དེ་འདྲ་ཅིག་བཤད་ཡུལ་ཡོད་པ་རེད། ཡིན་ཙང་འདི་ལྟ་བུ་ཡིན་ན་ཡང་ཁོང་རང་གི་བསྒྲུབ་བྱ་དངོས་གནས་དེ་ནི་བདེན་པའི་སྟོང་པ་དེ་ཡིན་ཙང་འདི་ལྟ་བུ་ཡང་དགག་རྟགས་རེད། སྤྱིར་ན་དངོས་པོ་རྣམས་ཆོས་ཅན་སྒྱུ་མ་ལྟ་བུ་ཡིན་ཏེ་རྟེན་འབྲེལ་ཡིན་པའི་ཕྱིར་ཟེར་བ་འདི་དོན་དམ་ངེས་བྱེད་ཀྱི་གཏན་ཚིགས་ཡང་དག་པ་ཅིག་མ་རེད། ནང་དེ་འདྲ་ཅིག་གསུངས་འདུག། ད་ནི་དགག་རྟགས་ལ་འབྲས་རྟགས་མ་དམིགས་པ་དང་འགལ་རྟགས་དམིགས་པ་གཉིས་ལས་རྟེན་འབྲེལ་གྱི་རྟགས་ནི་ཕྱི་མ་དང་གཞན་རྣམས་སྔ་མའོ། ཨ་ནི་ང་ཚོ་འདི་སྒང་དུ་བཤད་པ་རེད་བདེན་མེད་སྒྲུབ་བྱེད་ཀྱི་རིགས་པ་ལྔ་བཤད་པ་རེད་རྒྱུ་ལ་སྤྱོད་པ་རྡོ་རྗེ་ཟག་མེད་གཏན་ཚིགས་འབྲས་བུ་ལ་སྤྱོད་པ་ཡོད་མེད་སྐྱེ་འགོག་གི་གཏན་ཚིགས། ཨ་ནི་རྒྱུ་འབྲས་གཉིས་ཀ་ལ་སྤྱོད་པ་མུ་བཞི་སྐྱེ་འགོག་གི་གཏན་ཚིགས་ངོ་བོ་ལ་སྤྱོད་པ་གཅིག་དུར་ཁྲོད་ཀྱི་གཏན་ཚིགས། ད་ནི་རིགས་པའི་རྒྱལ་པོ་རྟེན་འབྲེལ་གྱི་གཏན་ཚིགས་ཀྱི་ནི་གཏན་ཚིགས་ལྔ་གསུངས་པ་རེད་གཏན་ཚིགས་སྔགས་ཀྱི་ནང་ལོགས་ནི་རྟེན་འབྲེལ་གྱི་གཏན་ཚིགས་ཏེ། ནི་འགལ་ཟླ་དམིགས་པ་རེད། རྟེན་འབྲེལ་གྱི་གཏན་ཚིགས་ཏེ་འགལ་ཟླ་དམིགས་པ་རེད། གཞན་རྣམས་ཐམས་ཅད་འབྲེལ་ཟླ་མ་དམིགས་པ་རེད་ཟེར། འོ་དེ་འདྲ་གསུང་གི་ཡོད་པ་རེད། འབྲེལ་ཟླ་མ་དམིགས་པ་དང་འགལ་ཟླ་དམིགས་པ་ཟེར་ན་ག་འདྲ་ཟེར་གི་ཡོད་པ་རེད་ལབ་པ་ཡིན་ན། དཔེར་ན་བུམ་པ་ཆུ་ཅན་བདེན་པར་སྨྲས་ཏེ་བདེན་གྲུབ་ཀྱི་གཅིག་དང་བདེན་གྲུབ་ཀྱི་དུ་མ་གང་དུའང་མ་གྲུབ་པའི་ཕྱིར་ཟེར་ལབ་པ་ཡིན་ན། དེའི་བསྒྲུབ་བྱའི་ཆོས་དེ་བདེན་པར་མེད་ཟེར་བ་དེ་རེད་བསྡད་ཡོད་པ་རེད། བདེན་པར་སྨྲས་པའི་ལྡོག་ཕྱོགས་བདེན་པར་གྲུབ་པ་རེད། བདེན་པར་གྲུབ་པའི་འགྲེལ་བ། བདེན་པར་གྲུབ་པའི་འགྲེལ་བརྡ་སྟེ། བདེན་པར་གྲུབ་པ་འི་འགྲེལ་བརྡ་བདེན་གྲུབ་ཀྱི་གཅིག་དང་བདེན་གྲུབ་ཀྱི་དུ་མ་གང་དུའང་མ་གྲུབ་པ་དེ་རྟགས་སུ་གོ་བ་ཡིན་ཙང་འགྲེལ་བརྡ་མ་དམིགས་པ་རེད། རྟེན་འབྲེལ་གྱི་རྟགས་དེ་ལ་ནི་འགལ་རྟགས་དམིགས་པའི་རྟགས་རེད་ཟེར་གྱི་ཡོད་པ་རེད། ག་རེ་ལབ་ན། མྱུ་གུ་ཆོས་ཅན་བདེན་པར་སྨྲས་ཏེ་རྟེན་འབྲེལ་ཡིན་པའི་ཕྱིར་ལབ་པ་ཡིན་ན། དེའི་སྒྲུབ་བྱེད་ཆོས་ཀྱི་ལྡོག་ཕྱོགས་བདེན་གྲུབ་ཀྱི་འགལ་ཟླའམ་བདེན་གྲུབ་ཀྱི་ལྡོག་ཕྱོགས་དེ་ག་རེ་ལབ་ན་རྟེན་འབྲེལ་རེད། བདེན་གྲུབ་ལབ་ན། ཨ་ནི་གང་ལ་ཡང་མ་བལྟོས་པ་ཅིག་དགོས་པ་རེད་རྟེན་འབྲེལ་ལབ་ན་ཕན་ཚུན་ལ་བལྟོས་པ་བལྟས་ནས་བྱུང་བ། བལྟོས་ནས་བཏགས་པ་དེ་འདྲ་ཅིག་དགོས་པ་ཡིན་ཙང་བདེན་གྲུབ་ཀྱི་ལྡོག་ཕྱོགས་དེ་རྟེན་འབྲེལ་རེད་བསྡད་ཡོད་པ་རེད་ཡིན་ཙང་དེ་ལ་ཨ་ནི་འགལ་ཟླ་དམིགས་པའི་ལྟ་ག་ཟེར་འོང་དེ་འདྲ་ཅིག་བསལ་གི་ཡོད་པ་རེད།